ལེའུ་ཉེར་བདུན་པ། ཁྲོམ་གཞུང་གི་གད་དར་བ་ཞིག་དང་དགེ་སློང་ནད་པ་ཞིག། རྒྱ་གར་གྱི་ཉེན་ཡོད་ཅེས་བྱ་བའི་གྲོང་ཁྱེར་ན་མིང་ལ་སུ་ནི་ཏཱ་ཟེར་བའི་གད་དར་བ་ཞིག་ཡོད་ཅིང། ཁོང་ནི་ཁྲོམ་གཞུང་གི་ཕྱག་བདར་བྱེད་མཁན་ཞིག་ཡིན་སྟབས། གླ་ཆ་ཆུང་ངུ་རེ་ལས་རག་གི་མེད་པས་རང་ཉིད་ཀྱི་གྱོན་གོས་དང་གསོལ་སྨན་གྱི་རིན་པ་སྤྲོད་མི་ཐུབ་པ་མ་ཟད་ཉིན་རེའི་འཚོ་བའི་འགྲོ་གྲོན་ཡང་དེས་འདང་གི་མེད། སོ་ནི་ཏཱ་ལ་མཚོན་ན་མཚན་མོ་ཉལ་སའི་སྡོད་ཁང་ཞིག་མེད་པས་ནམ་རྒྱུན་ལམ་ཟུར་དུ་ཉལ་ཏེ་དུས་ཚོད་སྐྱེལ་གྱི་ཡོད། ད་དུང་ཡུལ་མི་རྣམས་ཀྱིས་ཁོང་ལ་མི་དེ་ནི་རིགས་ངན་རེད་ཅེས་བཤད་པར་བརྟེན། ཁོང་གི་སྐྱེ་བོ་རྣམས་ཀྱིས་དགའ་བདེའི་དཔལ་ལ་མཉམ་རོལ་བྱེད་བཞིན་པ་མཐོང་ན་ཡང། ཁོང་དེ་ཚོའི་ཁྲོད་དུ་ཞུགས་ནས། དགའ་སྐྱིད་ལ་ལོངས་སུ་སྤྱོད་དབང་ག་ལ་ཡོད། དེ་ལྟར་རིགས་རུས་མཐོ་བར་རློམ་པའི་སྐྱེ་བོ་རྣམས་ཀྱིས་སྲང་ལམ་དེར་ཕེབས་སྐབས། སུ་ནི་ད་ནི་ཁོང་ཚོ་དང་ཐག་རིང་བའི་སར་ཕྱིན་ཏེ་སྡོད་དགོས་པ་མ་གཏོགས། གལ་ཏེ་ཁོང་གིས་བྱིན་ནག་ཙམ་ཡང་རིགས་རུས་མཐོ་བའི་སྐྱེ་བོ་དག་ལ་ཕོག་ཚེ། ཁོང་ཚེས་སུ་ནི་ད་ལ་ལུས་པོ་ཡོངས་ནས་ཟུངས་ཁྲག་མ་ཐོན་བར་དུ་བཏུང་སྟེ་དང་བཀའ་བཀྱོན་སོགས་གཏོང་རྐྱང་བྱེད་ཀྱི་ཡོད། སུ་ནི་ད་ནི་ཧ་ཅང་གི་དབུལ་ཞིང་ཕོངས་པ་ཞིག་ཡིན་སྟབས། ཆོས་ཀྱི་ཉམས་ལེན་དང་སློབ་སྦྱོང་གི་གོ་སྐབས་སོགས་ཡེ་ནས་བཞག་མྱོང་མེད། དེར་བརྟེན་ཁོང་གིས་དུས་རྒྱུན་དུ་ཆེས་ཐབས་སྡུག་ཅིང་ཡིད་མུག་པ་དེ་དབེན་ཞིང་ཕོངས་པའི་འཚོ་བར་རོལ་དགོས་བྱུང། ཉིན་ཅིག་ཁོང་གི་ལུས་ལ་རས་རུལ་དུ་སོང་བའི་གྱོན་གོས་ཆུང་ངུ་ཞིག་གྱོན་ཏེ་དྲི་ངན་གྱིས་ཁྱབ་པའི་སྲང་ལམ་དེ་དག་ན། གཟུགས་པོར་དྲེག་པས་ཁེགས་ཤིང། བདུད་ནག་འཛར་བ་བཞིན་ཐལ་རྡུལ་དང་གད་སྙིགས་ཆགས་ཏེ་གཙང་སྦྲ་བྱེད་སྐབས། གློ་བུར་དུ་ཁོང་གིས་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སྦྱོང་དང་བཅས་པ་སྲང་ལམ་དེ་ནས་ཕེབས་བཞིན་པ་མཇལ་བས། ཁོང་གིས་མྱུར་སྟབས་ངང། སྲང་ལམ་གྱི་གད་སྙིགས་དང་ཐལ་རྡུལ་རྣམས་བསྒྲུགས་ཏེ་ལེགས་པོར་བླུགས་ནས་དེའི་མགོ་ལ་ཁུར་བཞིན་གད་སྙིགས་གཡུག་སར་ཕྱིན། ཁོང་གིས་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སྦྱོང་སྟོང་ཕྲག་དང་བཅས་པ་རང་ཉིད་ཀྱི་ཕྱོགས་སུ་ཞལ་བལྟས་ཏེ་ཕེབས་ཡོང་བ་མཐོང་བས། སེམས་ལ་དགའ་སྐྱོ་ཟུང་གིས་ཚོར་བ་སྐྱེས་ཤིང། ལམ་ཟུར་ནས་ཡིབ་སའི་གནས་མ་རག་པར་དགེ་བ་བྱང་ཟུར་གྱི་རྩིག་པ་ལ་འབྱར་ཏེ་ཡར་ལངས་ནས་བཅོམ་ལྡན་འདས་ལ་དད་གུས་ཀྱི་ཐལ་མོ་སྦྱར་ནས་བལྟས། སངས་རྒྱས་བཅོམ་ལྡན་འདས། སུ་ན་ད་དང་ཐག་ཉེ་བར་ཕེབས་པ་ན་བྱོན་མཚམས་བཞག་སྟེ་ཁོང་གིས་མཉེས་ཤིང་བརྗིད་པའི་གསུང་དབྱངས་ཀྱི་གདངས་ལས་དྲངས་ཏེ་སྨྲས་པ། བརྩེ་བའི་གྲོགས་པོ། ཁྱེད་ཀྱིས་ལས་ཀ་འདི་མཚམས་བཞག་སྟེ་རབ་ཏུ་བྱུང་བར་འདོད་དམ་ཞེས་བཀའ་འདྲི་གནང་བར། སུ་ནི་ད་ལ་མཚོན་ན། དེ་སྔོན་མི་སུ་གཅིག་གིས་ཀྱང་དེ་འདྲའི་གླེང་མོལ་བྱེད་མྱོང་མེད་སྟབས། ཁོང་གི་སེམས་ལ་བླ་ན་མེད་པའི་དགའ་བདེ་ཡིད་ཀྱིས་ཁེངས་བཞིན་མིག་ཟུང་མཆི་མ་ཡིས་བརླན། འོན་ཀྱང་རང་ཉིད་ཀྱི་མིག་དང་སྣ་ལ་ཡང་ཡིད་མི་ཆེས་པར། ཡུད་ཙམ་རིང་ངང་ནས་ཚིག་གཅིག་ཀྱང་མ་ཐོན་པར་ཧད་དེ་ལུས་སུ། དེ་སྔོན་སུ་ནི་ཏཱ་ཡིས་སངས་རྒྱས་བཅོམ་ལྡན་འདས་ནི་དེ་འདྲའི་བྱམས་བརྩེ་དང་རང་བཞིན་ཅན་ཞིག་ཡིན་པ་གཏན་ནས་ཤེས་མྱོང་མེད་ལ། དུས་ནམ་ཡིན་ཡང་ཁོང་གིས་སྐྱེ་བོ་གཞན་གྱི་དྲུང་ནས་བཀའ་བཀོད་ལ་ཉན་རྐྱང་བྱེད་པ་ལས་བྱམས་བརྩེའི་ཚིག་གཅིག་ཀྱང་ཐོས་མྱོང་མེད་པས་ཁོང་གིས་བཅོམ་ལྡན་འདས་ལ་ཞུས་པར་བཙུན་པ་ལགས། ངས་དུས་རྒྱུན་དུ་བཀའ་བསྒོས་ལ་སྒུག་རྐྱང་བྱེད་པ་ལས་ང་ལ་བྱམས་བརྩེའི་ཚིག་གཅིག་གིས་སྐྱོང་མཁན་གཅིག་ཀྱང་མེད། གལ་སྲིད་ཁྱེད་ཀྱིས་བཟློག་མི་ཐུབ་ཅིང་སྙིང་རྗེའི་ཡུལ་དུ་གྱུར་བའི་གད་དར་བ་ང་ལ་ཡང་རབ་ཏུ་བྱུང་བས་འགྱུར་ཞེས་ཞལ་བཞེས་གནང་ན། ངས་ཅིའི་ཕྱིར་ལས་ཀ་འདི་མཚམས་འཇོག་མི་ཐུབ་པ་ཡིན། ཞེས་ཞུས་པ་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་བཞུགས་ས་དེ་ཉིད་དུ་སུ་ནི་ད་ལ་རབ་བྱུང་གི་སྡོམ་པ་གནང་སྟེ། དགེ་སྦྱོང་གཞན་རྣམས་དང་ལྷན་དུ་གཙུག་ལག་ཁང་དུ་ཕྱག་ཕྱིར་ཁྲིད་ནས་བྱོན་ནོ། དུས་དེ་ནས་བཟུང་དགེ་སྦྱོང་སུ་ནི་ད་ནི་རིགས་རུས་ཅི་ཞིག་ཡིན་མིན་ཤེས་མཁན་སུའང་མེད་ཅིང་ཐ་ན་རྒྱལ་པོ་དང་བློན་པོ་སོགས་སྐྱེ་བོ་ཐམས་ཅད་ཀྱིས་ཁོང་ལ་དད་ཅིང་བཀུར་སྟི་བྱས་སོ། ཡང་ཐེངས་ཤིག་བརྩེ་བ་སྙིང་རྗེ་ཆེན་པོའི་གཞན་དབང་དུ་གྱུར་པའི་སངས་རྒྱས་བཅོམ་ལྡན་འདས་དགོན་པ་ཞིག་ཏུ་ཟས་སྐོར་ལ་ཕེབས་ནས་དགེ་སློང་ཞིག་ལ་ཆེས་ཉིན་ཚབས་ཆེ་ཞིང་སྐྱུག་བྲོ་བའི་ནད་ངན་གྱིས་བསྲིངས་ཏེ་སྡུག་བསྔལ་མྱོང་བཞིན་ཡོད་པ་དེའི་གྲྭ་ཤག་ཏུ་འཛུལ། སྐབས་དེ་དུས་དགོན་པ་དེའི་ནང་དགེ་འདུན་པ་ཆེས་མང་པོ་བཞུགས་ཡོད་ན་ཡང། ནད་ཀྱིས་མནར་བའི་དགེ་སློང་དེ་ལ་ཐུགས་ཁུར་དང་ནད་གཡོག་བྱེད་མཁན་གཅིག་ཀྱང་བྱུང་མེད། སངས་རྒྱས་བཅོམ་ལྡན་འདས་ཀྱིས་སྡུག་བསྔལ་མྱོང་བཞིན་པའི་དགེ་སློང་དེའི་གནས་སྟངས་ལ་གཟིགས་ནས། ཁོང་གིས་ཉན་ཐོས་ཀུན་དགའ་བོ་ལ་གསུང་གནང་སྟེ། ཁོང་རྣམ་གཉིས་ཀྱིས་གང་མགྱོགས་ངང། དགེ་སློང་དེ་ལ་སྨན་བཅོས་གནང་ཞིང་ནད་ཀྱིས་མནར་བའི་དགེ་སློང་ཁོང་སྨེ་གཙང་བའི་བཙོག་པས་ཁེངས་པའི་མལ་ཁྲི་ལས་ཡར་བཀྱགས་ཏེ་ཁོང་གི་སྐུ་གཟུགས་བཀྲུས་ཅིང། ངལ་གསོ་ཐེབས་སའི་ཉམས་བདེ་ས་ཞིག་ཏུ་བཞག་པས་ནད་པ་ཁོང་གི་ནོར།